དང་དེ་ལྟར། དབེན་པའི་ཡོན་ཏན་བསམ། འདོད་པའི་ཉེས་དམིགས་བསམ། ད་འདི་འདྲས་ཀྱི། ལུས་འདུ་འཛི་ལས་དབེན་པ་སེམས་རྣམ་རྟོག་ལས་དབེན་པ། དེ་འདྲ་ཞིག་བྱས་ནས་ད་དངོས་གཞི། སྒོམ་ཡག་དེ་ག་རེ་ལབ་ན། ད་སྐབས་སུ་བབ་བོ་བྱང་ཆུབ་སེམས་སྒོམ་ཡག་ཡིན་པ་རེད། ད་བྱང་ཆུབ་སེམས་སྒོམ་སྟངས་ལ། ནས་ནི། མན་ངག་རྒྱུ་འབྲས་བདུན་མའི་སྒོ་ནས་བྱང་ཆུབ་སེམས་བསྒོམ་པ། ད་དེ་ལ། ཐོག་མར་བཏང་སྙོམས་བསྒོམ་པ། ད་ཁ་སིའང་ད་ཀིར་བྱུང་ང། བྱང་ཆུབ་སེམས་ཟད་དེ་ད་སངས་རྒྱས་ཀྱི་ཆོས་ཀྱི་དཔལ་སྙིང་པོ་དེ་བྱེད། དངོས་གཞི་དེ་བྱེད། ད་དེ་ནི་ཡོང་བ་ལ་ཡང། བྱང་ཆུབ་དོན་གཉིས་ཀྱི་འདུན་པ་བསྒྲུབ་ཡ་གཅིག་ད། བྱང་ཆུབ། གཞན་དོན་གཉིས་ཀྱི་འདུན་པ་བསྒྲུབ་ཡ་གཉིས་བྱེད། ད་གཞན་དོན་གཉིས་ཀྱི་འདུན་པ་བསྒྲུབ་ཡ། དེ་ལྟར་རྩ་བ་རུ་དེ་སྙིང་རྗེ་ཆེན་པོ་བྱས། ད་ལྟ་བྱང་ཆུབ་ཀྱི་སེམས་དངོས་སུ་དྲངས་ཡོང་ངེས་ཏེ་ལྷག་པའི་བསམ་པ་གཞན་དོན་ཁུར་དུ་འཁྱེར་བའི་ལྷག་པའི་བསམ་པ། གཞན་དོན་ཁུར་དུ་འཁྱེར་བའི་ལྷག་པའི་བསམ་པ་དེ་དྲངས་ཡོང་ངེས་ཏེ་སྙིང་རྗེ་ཆེན་པོ། རྩ་བ་སྙིང་རྗེ། ཅིག་ཚད་ཅན་རབ་ཅིག་དང་ཕྱོགས་ལྷུང་གི་སྙིང་རྗེ་ཅིག་དང་ང་ཚོ་ལས་ཡོད་པ་རེད། ད་བྱང་ཆུབ་སེམས་དཔའི་སྙིང་རྗེ་དེ་ཕྱོགས་དང་རིས་སུ་ཆ་བ་མེད་པ། རྣམ་དཔྱོད་ལྡན་པའི་སྙིང་རྗེ་རེད། དེ་འདྲ་ནུས་པའི་དང་སྙིང་རྗེ་དེ་ལ་ཡང་ཅིག་ཕལ་ཆེར་ཨེ་ནི་ཚད་མེད་པའི་སྙིང་རྗེ་ཟེར་ཡང་འདྲ་བོ། དེ་དང་ཨེ་ནི། ཅིག་འདྲེན་འདོད་ཀྱི་སྙིང་རྗེ་ཡང་ཞིབ་ཕྲ་རུ་ཕྱེ་བ་ཡིན་ན། དེ་འདྲེན་གྱི་སྙིང་རྗེའི་ཁྱད་པར་ཡོང་ས་རེད། ད་སྐབས་འདིར་ལྷག་བསམ་འདྲེན་ནུས་ཀྱི་སེམས་དེ། སྐྱོབ་འདོད་ཀྱི་སྙིང་རྗེ་ཆགས་ཀྱི་ཡོད་ད་ང་རང་རང་གིས་སྐྱོབ་བསམ་པ་ཞིག་དང་ང་རང་རང་གིས་ད་སྡུག་བསྔལ་མཐའ་དག་བྲལ་བར་བྱའོ་སྙམ་པའི་ད་སྙིང་སྟོབས།

ཅེས་ཁུ་བོ་དང་ནུ་བོ་དང་ཟེར་བ་དང་དེ་འདྲས་ད་སོ་སོའི་སྙིང་ཉེ་ཤོས་འགྲོ་བ་ཅིག་ག་འདྲས་ཅིག་ད་དྲིན་ཆེ་ཤོས་བརྩི་ས་རུ་ཅིག་ག་རེ་ཡོད་ནའི་མི་ཚེ་གཅིག་གི་ཡ་ང་བ་ད་དེ་ཉིད་དཔེ་རུ་དེ་བཞག་ནས་ད་འདི་ནང་བཞིན་ད་སེམས་ཅན་གཞན་དང་གཞན་པ་ཚོས་འདི་ནང་བཞིན་ཚེ་རབས་གཞན་དང་གཞན་དུ་བྱས་ཡོད་རེད་བསམ་པས་ད་དེ་འདྲས་འགྲུབ་དགོས་ན་ད་བསམ་བློ་དག་ཡིན་པ་རེད་དེ་འདྲས་ཡིན་དུས་བསམ་ནས་ཐོག་མར་ནི་སེམས་ཕྱོགས་རེ་བ་དགྲ་ལ་མི་དགའ་གཉེན་ལ་དགའ་བ་བར་མའི་སེམས་ཅན་ལ་བཏང་སྙོམས་ནས་དེ་ཡག་གི་བློ་འདི་བར་སྙོམས་ནས།

དེ་ནས་ནི་བདེ་བ་དང་ལྡན་འདོད་ཀྱི་བྱམས་པ། སྡུག་བསྔལ་དང་བྲལ་འདོད་ཀྱི་སྙིང་རྗེ། དེ་ལས་ལྷག་བསམ། ཨེ་ནི་བྱང་ཆུབ་སེམས། ཅེས་ནས་མན་ངག་རྒྱུད་འདི་བདུན་མ་ཟིན་དུ་སོང་ཡིན་པ་རེད། ད་བློ་རིམ་གྱིས་སྦྱང་དགོས་ཡ་ཅིག། ད་དེ་ཡོད་ཤག་ཟབ་བོ་རེད། རིགས་འགའ་ཤས་ལ་བསྡིགས་པའི་བློ་ལས་ཡ་ཤག་གི་ཤར། ག་སོགས་རིགས་པའི་ཤར་བདེ་བོ་དང། ནུས་པ་ཆེན་པོ་ཐོན་ཡ་ཅིག། ཡོད་ས་རེད།

ད་འདིའི་ཡིན་ནི་བདག་གཞན་མཉམ་པ་སྲིད་དེ་ཨ་ཏི། ཨ་ནི། བདག་གཞན་གཉིས་ཀ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་མཉམ་པ་ཡིན་པ་ད་འདི་སྒྲུབ་ཡོང་གི་ཡོད་རེད་འདི་བསམ་བཏང་ཡོང་གི་ཡོད་རེད། ད་འདི་ད་རེད་བ་ད་ཡག་པོ་བསམ་བཏང་པ་ཡིན་ན་ཨ་ཙི་ད་ང་རང་ཚོ་རང་ཤ་སུ་དང་སུ་ཡིན་ནི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཅིག་ད་ཚང་མ་རང་བཞིན་གྱི་ཆགས་བསྡད་ཀྱི་ཡོད་རེད། ད།

སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པས་བདེ་བ་རང་བཞིན་གྱིས་ཡོད་བསྡད་པ་རེད། སྤྱན་རང་སྟེང་ལ་ཡང་རང་བཞིན་གྱིས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཡོད་པ་རྒྱུ་མཚན་གྱིས་ཨེ་ནི་སྡུག་བསྔལ་སེལ་ཡག་དང་བདེ་བ་སྒྲུབ་ཡག་ལ་ཐོབ་ཐང་ཡོད་པ་ནང་བཞིན་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ཀྱང་སྡུག་བསྔལ་སེལ་ཡག་དང་བདེ་བ་སྒྲུབ་ཡག་གི་ཐོབ་ཐང་ཡོད་བསྡད་པ་གཅིག་པ་རེད། ད་ཁྱད་པར་གཅིག་དེ་རང་ཟེར་ན་གཅིག་ཏུ་ཟད་པ་རེད་གཞན་ཟེར་ན་མཐའ་ཡས་པ་རེད། དེ་འདྲ་ཡིན་ན་ང་ཚོ་ཚོང་གཅིག་རྒྱལ་བ་ཡིན་ནའི་ཅིག་པས་ཁེ་ཕན་ཆེན་པོ་བྱུང་ཡག་དེ་འདྲ་ལ་ཡ་འགྲོ་སོང་ཆུང་ཆུང་ཞིག་བློས་བཏང་ནས་ད་དང་དུ་བླངས་ནས་ངས་ད་བློས་བཏང་ནས་འགྲོ་སོང་དུ་ཕག་དང་ཁ་ཟས་ཤི་བ་ནང་བཞིན་རེད་རྒྱ་ཤིག་གཏོང་དགོས་ཟེར་ན་ང་ཚོ་འཇིག་རྟེན་ཁ་བལ་དུ་ཡོད་པ་ནང་བཞིན་ད་གནས་ཚུལ་དེ་རེད།

བའི་གཅིག་གི་ཆེད་དུ་མང་པོ་ཡལ་བར་དོར་བློས་བཏང་ན་ནོར་འཁྲུལ་རེད། མང་པོའི་ཆེད་དུ་གཅིག་གལ་ཆུང་ལ་བརྩི་བ་ཡིན་ན་དེ་ཡང་དག་པ་རེད། ད་ཡང་བདག་དང་གཞན་གཉིས་པོ་དེ་འབྲེལ་བ་མེད་ན་ད་ཡང་ནི་ཚུ་ག་ག་རུ་བ། མཛུག་གི་གཅིག་ཞིག་ལ་འབྲེལ་བ་ཡོད་དུ་བ་ཡིན་དུ་ས་ནས་མཛུག་གུའི་ཆེད་དུ་མཛུག་གུ་གཅིག་བློས་བཏང་ཟེར་བ་དེ་ད་འོས་པ་རེད། ད་ཡང་གཅིག་འབྲེལ་བ་མེད་དུ་བ་བཞིན་པ་ཡིན་ན་ནི་ཚུ་ག་ག་རུ་བ།

དཔེར་ན་ང་ཚོ་དུད་འགྲོའི་ནང་ལོགས་ལས། བདུད་ནི་ཚོགས་འགོ་ཡང་གི་རིགས་མང་པོ་ཡོང་གི་ཡོད་རེད། དཔེར་ན་སྦྲང་རྩི་བཟང་ངན་གྱི་སྦྲང་མའི་སོགས་ལོ། ཅེས་ད་ག་ནང་བཞིན་གྱི་གྲོག་མའི་རིགས་དེ་འདྲས་ཏེ། འོ་ད་དེ་ལ་དེ་འདྲ་གི་ཁོ་རང་ཚོ་ཁྱུ་ཁྱུ་ཁྱུ་ཁྱུ་བྱས་ནས་ད་ཚོགས་འགོ་ངན་དེ་ཚོ་བྱས་ཏེ། ཁོ་རང་ཚོ་ཆོས་ཡོད་མ་རེད་ཁྲིམས་ཡོད་ཡོད་མ་རེད། ཨོ་རི་སེ་ཡོད་མ་རེད་ག་གེ་ཡོད་མ་རེད་དེ་ཡིན་ནས་ཁོ་རང་ཚོ་རང་བཞིན་ལྷན་སྐྱེས་ཀྱི་ཉམས་རྟོགས་ལ་བསྡད་ནས་ཚོགས་དགོས་པ་རུག་རུག་བྱས་བསྡད་ནས་ཚོགས་དགོས་པ་ཡིན་དུས་ཙང་ནས་གཅིག་གིས་གཅིག་གིས

ཡང་ན་སེམས་ཅན་གཞན་དག་གི་སའི་སའི་སོར་རོ་ཡང་ན་གཅིག་གདམས་ཁོ་རང་བཞིན་གྱི་བུ་གའི་དཀའ་ངལ་འཕྲད་དེ་ཡང་ཅི་ཡོང་གི་ཡོད་རེད་ད་ཁྱུ་ཚོགས་ཁྱུ་ཚོགས་བྱས་ནས་འཚོ་དགོས་ཡ་དེ་དེ་ཁོ་འདུས་ནས་འཚོ་དགོས་ཀྱི་འདུག་བ་ཨོ་ད་ང་རང་ཚོ་མི་ཡི་ངོ་མ་དེ་དེ་རེད་ཁོ་སྤྱི་ཚོགས་བྱས་ནས་མི་ཁྱུ་མཉམ་དུ་ལ་དད་པའི་ཐོག་ནས་འཚོ་དགོས་ཡ་ཅིག་ཆགས་དེ་ཡོད་རེད་རེད་དེ་ཡིན་ནས་དུད་འགྲོ་ཚོ་ལ་ཡ་ཆོས་ཡོད་མ་རེད་ཁྲིམས་ཡོད་མ་རེད་དེ་འདྲའི་གཞན་དག་གི་གདམས་ཡག་གི་ཡོད་མ་རེད་དེ་ཡིན་ནས་ཁོ་རང་ཚོ་བློ།

གཞན་ལ་ཐུབ་ཚོད་བྱ་ཡ། གཞན་ལ་དབང་ཡོད་བྱ་ཡ། ཚང་མ་བྱས་ཏེ་འདུག། མ་གཞི་ནི་ལྐུགས་པར་བ། ཁུ། སྤྱི་ཚོགས་ཁྱུ་གཅིག་ལ་བརྟེན་ནས། བརྟེན་དགོས་ཡིན་དུས་ས་གནས་གང་ལ་བརྟེན་སའི་ཁྱུ་དེ་ལ་ཕ་འགོ་བ་དང་ཕ་དབང་ཡོད་ཞེས་བྱས་ན་ལྐུགས་པར་བ། དཔེར་ན་ཤིང་བཅད་མཁན་གྱི་མི་གཅིག། སོ་སོ་སྡོད་སའི། སོ་སོ་ཡལ་ག་གཅིག་གང་བསྡད་དེ་ཡོད་ན། སོ་སོ་བརྟེན་བསྡད་སའི་ཡལ་ག་དེའི་རྩ་བ་དེ་བཅད་ཁྱི་བསྡད་ན་ལྐུགས་པ་གཙིགས་རུ་བ། དེ་གཅིག་པར་བ། ང་ཚོ་སྤྱི་ཚོགས་གང་དུ་བརྟེན་དགོས་ཡག་གི་སྤྱི་ཚོགས་དེའི་ནང་ལོགས་ལ་ཡང་བསམ་ངན་འཆང་གནོད་པ་བསྐྱལ་ཐུབ་ཚུལ་བཤད་མགོ་སྐོར་དང་དབང་ཡོད་ཞིག་བྱས་ན་ཀུ་ཀུ་རེད་འདུག་བ། བཟང་ངན་དུ་ནི་རྒྱུ་བརྟག་པ་ཟེར་དེ་ཡོད་ད་དེ་དངོས་གནས་བསམ་བློ་གཏོང་གདའ། ང་ཚོ་དངོས་གནས་དྲང་ནས་རང་གཅེས་འཛིན་དངོས་གནས་ཀྱི་བསམ་བློ་བཏང་པ་ཡིན་ན་གཞན་གཅེས་འཛིན་བྱེད་གདའ་རང་གཅེས་འཛིན་ཡོང་ཡོང་པ་རེད། གཞན་ཡལ་བར་དོར་བའི་རང་གཅེས་འཛིན་དེ་ལྐུགས་པའི་གཅེས་འཛིན་རེད་ཟེར་གྱི་ཡོད། གཞན་ཡལ་བར་མ་དོར་བ་ཞིག་གཞན་གཅེས་པར་འཛིན་ན་གཞན་གཅེས་པར་འཛིན་ཡག་དེ་རང་གཅེས་འཛིན་རྣམ་དཔྱོད་ལྡན་པའི་རང་གཅེས་འཛིན་རེད་ཟེར་སྡད་ཀྱི་ཡོད། འདུག་ག། གཞན་ལ་ཡང་ཡག་པོ་བྱེད་དང་གཞན་ལ་ཕན་གདགས་དང། མཐོང་ཆོས་ཆ་བཞག་ནས་སོ་སོ་སྐྱིད་པ་ཡོང་གི་རེད། མཐོང་ལ་ཆོས་ལ་མ་གྱུར་པའི་གནས་ཚུལ་གྱི་སྒོ་ནས་ཕྱག་བཞག་པ་ཡིན་ནས་ཇི་ཙམ་གྱིས་གཞན་ལ་ཕན་བདེ་སྒྲུབ་པ་དེའི་ཚོད་ཀྱིས་བསོད་ནམས་བསགས་ཡོང་གི་རེད། ཇི་ཙམ་གྱིས་གཞན་ལ་ཕན་བདེ་བསྒྲུབས་ནས་བསོད་ནམས་བསགས་པ་དེའི་ཚོད་ཀྱིས་མ་འོངས་པ་ལ་ཡང་རྟེན་བཟང་པོ་ཐོབ་ཡ། ཡང་ན་ཚེ་རིང་བ། ནད་མེད་པ། ལོངས་སྤྱོད་ཆེ་བ། ཐམས་ཅད་ཡོང་གི་རེད་པ། ས་དེ་འདྲ་ཡིན་དུས་ཚང་ནས་ཨ་ནི་ཕུག་ལ་ཕྱག་བཞག་ན། ཉེས་སྤྱོད་གཞན་ལ་གནོད་པ་བཞི་དང་བཅས་པ་བཟློག་པའི་སྟེང་ནས་ཚུལ་ཁྲིམས་ཀྱི་བསླབ་པ། ཏིང་འཛིན་གྱི་བསླབ་པ། དེ་ལ་བརྟེན་ནས་ཤེས་རབ་ཀྱི་བསླབ་པ་དེ་བྱས་ནས་ཐར་བ་ཐོབ་ཡ།

གཞན་ལ་དམིགས་པའི་དང། ལྷག་པའི་བསམ་པ། དང། བཟང་པོའི་པའི་སེམས་པ་བཟང་དགོས་པའི་མཐར་ཐུག་གོ་ཆ་དེ་འདུག་དེ་ལ་བརྟེན་ནས་ཚོགས་དེ་བརླག་ཏུ་རྫོགས་ཡ། དེ་ལ་བརྟེན་ནས་སྡིག་སྒྲིབ་མྱུར་དུ་སྦྱང་ཡ། དེ་ལ་བརྟེན་ནས་ས་ལམ་མྱུར་དུ་བགྲོད་ཡ་ཡོང་དེ་གི་འདུག་ས་དེ་འདྲ་ཡིན་པ་ཡིན་དུས་ས་ནས་དངོས་གནས་དྲ་གནས་ཀྱི་ཆོས་དང་འཇིག་རྟེན་ཚེ་འདི་དང་ཕྱི་མ་གནས་སྐབས་མཐར་ཐུག་ག་པ་ལ་ཡིན་ནས་གཞན་གཅེས་པར་མཛད་ན་རང་ལ་ཕན་གི་ཡོད་རེད།

དང་བྲལ། དེ་ཡང་ལུས་འདོད་པ་ལ་ལུས། ལོངས་སྤྱོད་འདོད་པ་ལ་ལོངས་སྤྱོད། རྣམ་དཔྱོད་འདོད་པ་ལ་རྣམ་དཔྱོད། བྱམས་བརྩེ་འདོད་པ་ལ་བྱམས་བརྩེ་ལ་སོགས་པ་ཧོ་དེ་འདྲ་འདོད་པའི་སྒོ་ནས་ད། དམིགས་པས་ད་རྟོགས་ནི་ཇི་ལྟ་དེ་ཡིན་པ་རེད། དེ་ཡི་དངོས་སུ་སེམས་ཅན་གྱི་སྡུག་བསྔལ་སེལ་ཡག་དེ་ད། སེམས་ཅན་ལ་བདེ་བ་འཕེལ་ཡག་ཇི་ལྟར་ཡོང་ཡག་ཁག་གོ་ཞེ་དྲག་རེད། དམིགས་བསལ་གྱི་ལས་འབྲེལ་ཡོད་པ་དེ་འདྲའི་ལ་ཡོང་གི་ཡོད་པ་རེད། རེད་མ་གཏོགས་ཤི་ཞེ་དྲག་ཁག་གོ་རེད།